ཁྱོད་སྟངས་འཛིན་བྱེད་ཐུབ་མི་འདུག་ལེ་དྲང་པོ་མི་འདུག་ལེ་ང་ཚོ་མིག་ལྟ་དུ་ཙམ་མ་ནི། ཁྱོད་སྲིད་སྐྱོང་ལ་གུ་ཤ་མི་འདུག་ལེ་ར། སྲིད་སྐྱོང་གི་གར་ལགས་ལེ། ཚོགས་གཙོ་གི་བཀའ་ལྟར་གནང་རེད་དེ་ཡིན་ནས་ཡང་བཅའ་ཁྲིམས་བོད་གཞུང་གི་བཅའ་ཁྲིམས་དེ་གལ་ཆེ་རེད་ལེ་ལ་སོང་ལེ་ཁྱོད་ལེ་འདི་ཁྱི་ལེ་ཁྱོད་མིག་ཟུར་ལྟ་འདི་ཨེ་འབའ་ལེ། ཁྱོད་རྙོག་རྙོག་འདི་ཁྱོད་དང་པོ་ཉན་ལ་བོད་སྐད་སྦྱང་དགོས་འདུག་ལེ་ཁྱོད་བོད་སྐད་གོ་གི་མི་འདུག་ལེ་ར་ང་ཚོ། དབུས་སྐད་དབུས་སྐད་དེ་སྦྱང་ལེ་དབུས་སྐད་སྦྱང་ལེ་ཁྱོད་ཚོགས་གཙོ་བྱས་ལ་དབུས་སྐད་སྦྱང་དགོས་ལེ་མི་ཚང་བ་ལ་སྐད་གོ་དགོས་རེད་ལེ་ཁྱོད་ཕ་ཡུལ་གཅིག་པོ་ལ་གོ་ཡ་མ་ལྟ་ནས་ར། དབུས་སྐད་སྦྱང་ལེ་ཕ་ལ།

ང་ཚོ་གུ་རེ་ནས་ད་ལྟ་བར་དུ་ཁྱོད་ཚོ་གི་དཀྲུག་དཀྲུག་པར་བཏང་ཟེར་ནས་ཁྱོད་ཁྱོད་ཁ་ཤས་ཅིག་དག་ལས་སྐུ་ཞོག་ག་ཤས་དེ་སློབ་གསར་སེང་གེ་བྱས། བོད་མི་དཀྲུག་དཀྲུག་བཏང་ཟེར་ནས་བོད་མི་ཚང་མ་ང་ཚོ་སྤིན་རྒྱག། ནང་མི། ག་བོ་སྙེ་བོ་ཚང་མ་ཁྱོད་ཚོ་དཀྲུག་དཀྲུག་བཏང་ཟེར་ནས་ད་ཁྱོད་ཚོ་ཤོག་ཨ་ལས་ཉེས། ཁྱོད་ལས་སླ་བོ་བཞག་གི་མེད་ད་ལས་ཁྱོད་ཁྱོད་བཏང་ཟིན་ཇི་ཐུབ་མི་ཐུབ་ལས་ཁྱོད་ག་རེ་ལས། ཁྱོད་ང་ཚོ་སྐད་ཆ་བཤད་སྟངས་དུག་ཆ་ཡོད་པ་ཧ་གོ་གི་འདུག་ཡ་ནས་ཁྱོད་སྤྱི་འཐུས་གྲོ་སོག་ང་དུག་ཆ་བཤད་ཀྱིན་དེ་གུ་ག་རེ་ཆུ་གུ་ཆུ་ཐོད་ཆུ་ཡ་ནས་ཅིག་ཅིག་བུ་མོ་འདུག་ཨ་ལས་འདི་དང་ཨ་ནེ་ག་རེ་འདི་ག་རེ་འདི་མིང་ད་གོ་ཕན་བདེ་ད་འདི་ཚོ་སྐད་ཆ་བཤད་སྟངས་ཁྱོད་སྙན་པོ་འདུག་ཡ་ནས་ཁྱོད་ཉན་གྱིན་འདུག་ཨ་ལས་ཨུ་པ་ལས་ཁྱོད་སྟངས་འཛིན་བྱེད་སྟངས་ཤེས་གི་མི་འདུག་ལས་ཚིག་དུག་ཆ་བེད་སྤྱོད་བྱེད་པ་དང་གྲོ་སོག་ནང་ཁ་བཙུམ་མ་བསྡད་ལ་ལག་འོ་རེ་ལས་ཁྱོད་རང།

ད་བྱས་མི་འདུག་ད་འདི་འདྲའི་འདྲ་བོ་རེད་དྲང་བདེན་རྒྱབ་སྐྱོར་ཚང་མ་ད་སྐུ་བཞེས་ད་འུ་ཐིག་མཁན་པོའི་བསོད་ནམས་སྟོན་པས་ནས་འདི་ལ་མེ་སྲེག་ཤོག་སྟངས་དཔྱ་ཆེན་པོ་བཟོས་འོ་འདུག་ང་ཚོ་ཚང་མ་ད་ཁོ་ཚོ་སྐོར་ཏིས་ཚ་ཟིང་ཟིང་ད་བཟོས་དགོས་ཡ་པེ་སྐལ་ཆེན་པོ་རེད་འདུག་ད་གཞན་པ་གར་བྱེད་འོ་ད་བྱེད་ཡ་ཇི་ལྟར་དགོས་ར་མི་འདུག་ཨ་ཚོགས་སོ་ད་བྲེས་ད་སྐུ་མདུན་ད་འདི་འདྲའི་མགོ་སྐོར་གྱི་རེད་ད་ང་ཚོ་ད་ག་གི་སྙིང་ཆ་ཁོ་ཚོ་གིས་ག་ར་བྱེད་བྱེད་ཡིན་བསམ་གྱི་ཡོད་ཀྱི་རེད་ད། ཀུན་བཏུས་ལ་ཉི་མ་གཉིས་མ་འགྲོ་ངས་མགོ་བསྐོར་སོ་དང་པོའི་དེ་ཡང་འདྲ་ཞིག་ལེན་འདི་ནི་ག་འདྲའི་ཕྱིར་ཉིད་ལ་ཡང་ཁོ་རང་གིས་རྒྱ་བོར་འགུགས་བྱེད་ལ་ཁྱེད་རང་གིས་མགོ་བསྐོར་ནས་འབར་ནས་ཞབས་འདྲེན་ལས། ཞེའུ། ཁྱོད་ཁྱོད་རང་ཚོ་རྐུབ་བཀྱག་དོན་དག་རེད་འདོག་ལེན་དོ། མ་མཐར་རྐུབ་བཀྱག་དོན་དག་རེད་འདོག་ལེན་ཞབས་འདྲེན་ངོ་ཚ་རྒྱུ་མེད་ཀྱོ་ལེན་ར། ཨ་ནི་ཡང་ངེད་ཅིག་ཡོད་འདི་རེད་ལེན། ཁྱེད་ཚོ་ངེད་མ་ཁྱོད་ཚོ་ཟླ་བ་བཞིས་ལས་ཀ་བྱེད་མེད་བ་ལེན་ཁྱོད་ཚོ་ཕ། ལས་ཤག་ནས་ཕ་དོན་ནམ་དོན་གྱི་མི་འདུག་བ་ལེན་ག་རེ་བྱེད་དོན་གྱི་མེད་ལེན་ཁོ་རང་གིས་ལབ་སོ་ར། ང་ཉི་མ་གཉིས་བྱེ་བ་ཆགས་སོ་ཁང་པར་སྤོས་ཅིག་ཅིག་ཅིག་ལབ་སོ་ཞབས་འདྲེན་ལས་ག་རེ་ཁང་པར་སྤོས་ལེན་ར། ཁང་པ་ཁེ་ས་གཉེར་མ་གཞུང་གིས་ཁང་པ་དེ་ཁྱོད་ཚོ་གི་རྩིས་སྤྲད་མི་ཐོག་ལ་གར་ཕྱིན་རྩིས་སྤྲད་མེད་ནས་ལས་ཀ་མ་བྱིན་ན་ཕར་རྩིས་སྤྲད་གོ་ལ་རེ་བ་ནས་འོ་ཡ་ད་ནི་ཁྱོད་ཚོ་མགོ་འགྱུ་ས་ཞིག་མི་འདུག་ཨ་ནས་བུད་མེད་ཁྲི་ཚོ་ལ་མགོ་ཚོང་དེ་གི་འདུག་ཨ་ནས་ཨ་ད་ངའི་དུག་རིགས་སྙིང་གསུམ་ལ་ཡང་དེ་རིང་ཁོ་རང་གཉིས་ཕྱིན་པ་ས་འོག་རུ་ཤོར་ནས་ད་གཞན་པ་ག་ལ་ལོག་ད་ཁོང་ཆུ་གསུམ་དེ་འདྲའི་མི། བླ་མ་འདི་ཁར་བསྒྲིགས། ཁ། ཁ་འཇམ་ཁོག་ནག་ལ་ཡང། ཁ་འཇམ་གཉའ་ཧོ་ཁོག་པ་ནག་པོ་ལས་བྲམ་དམར་གྲོགས་ལ་ཡི་ད་ངས་སྤོ་ར་ལ་ཐུབ་སོ་ར་གང་བཟང་ང་ཤེས་ཐུབ་སོ་ར་ལགས་ལ་ཁོ་རང་གིས་ལ་དབང་མོ།